འཇམ་མགོན་བླ་མ་ས་སྐྱ་པཎ་ཁྲི་དག་གི་ཐུགས་དམ་གྱི་རྟེན་ལ་འགྲོ་མགོན་འཕགས་པ་རིན་པོ་ཆེ་རང་གི་དད་པའི་སྐུ་དུས་ལ་བཞེངས་ཁོང་རང་རང་གི་རབ་གནས་མཛད་མྱོང་པ་ཞིག་རེད་དེའི་དུས་བསམ་པ་ཐུབ་དབང་འདི་ལ་ཡིན་སོང་ན་ང་ཚོ་ཆོས་ལུགས་རིག་གནས་ཀྱི་རྒྱབ་ལྗོངས་སྒང་ནས་བཤད་པ་ཡིན་ན་འཇམ་མགོན་ས་སྐྱ་པཎ་ཁྲི་དག་དེ་བོད་ཀྱི་ཀྱི་འཇམ་དཔལ་ཡང་རྣམ་གསུམ་གྱི་ནང་ལོགས་ནས་ཆེས་ཐོག་མ་བ་ཅིག་ཡིན་པ་མ་ཚད་འཇམ་དབྱངས་དངོས་སུ་ཡིན་པ་ཡིན་དུས་ཁོང་གིས་དག་སྐུ་གདུང་རིང་བསྲེལ་ལ་སོགས་པ་ཐམས་ཅད་དེ་འདིའི་ནང་ལ་བཞུགས་བསྡད་ཡོད་པ་ཞིག་རེད་གཉིས་ཀྱི་སྟངས་ནས་ཡིན་སོང་ན་སངས་རྒྱས་ཐུབ་པ་རང་གི་རིང་བསྲེལ་ཁྲི་གང་བླུགས་བཞག་ཡོད་ཟེར་གྱི་ང་ཚོའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཁག་ལ་དེ་འདྲས་ཡོད་རྒྱུ་རེད་ཤག་དེ་ནས་འོད་སྲུང་གི་རྣམ་འཆར་ལ་སོགས་པ་དེ་འདྲས་མང་པོ་མཇལ་རྒྱུ་ཡོད་ཀྱི་རེད་ད་སྐུ་བརྙན་སྟེང་གི་བཟོ་རྩལ་འདྲ་བོ་ཅིག་གི་ཆ་ནས་བཤད་པ་ཡིན་ན་ཡང། སྤྱིར་བཏང་ང་ཚོ་བོད་ལ་སྐུ་བརྙན་གྱི་བཟོ་རྩལ་བཙན་པོའི་སྐུ་དུས་ལ་བསྟན་པ་སྔ་དར་གྱི་ལ་བཙན་པོའི་སྐུ་དུས་ལ་ཞེ་དྲག་བྱུང་པ་རེད་ཡིན་ནས་བཟང་གསོའི་བཟོ་རྩལ་དེ་ཤུགས་ཆེན་པོ་མ་རེད་སྦྱིན་པའི་བཟོ་རྩལ་དེ་ཤུགས་ཆེན་པོ་རེད་བཙན་པོའི་སྐུ་དུས་ལ། ཆེ་ཆུང་ང་ཚོ་བསྟན་པ་ཕྱི་དར་ལས་ཡིན་སོང་ན་བོད་རིགས་རང་གིས་འཛུགས་སྐྲུན་བྱས་པ་དེ་ད་ཆེས་ཐོག་མའི་དང་དེ། སྐུ་ཉིད་འདིའི་རིགས་དེ་ཆགས་ཀྱི་ཡོད་རེད་འདི་འདྲ་ཡིན་སོང་ན་ས་སྐྱ་ཁ་ལུག་མ་ཟེར་ཡ་དེ་རེད་ལ་ད་སྟོན་པའི་ཞང་སྟངས་དེ་སྤྱི་སྟངས་ནས་ཡིན་པ་ཡིན་ན་ཕ་ཡུལ་གྱི་བཟོ་རྩལ་ནི་རྒྱུན་པ་འཇིག་ལ་ཆེ་ཆུང་དེ་ནི་ས་སྐྱའི་སྐབས་གི་དུས་དུས་ཙམ་རེ་གི་བཟོ་རྩལ་རིག་པ་ཆེས་ཕུལ་དུ་བྱུང་བ་དེ་ཚོའི་ཁྲོད་ཁ་ཤོ་ཤོ་ཙམ་ཞིག་ད་འདྲིའི་ཆ་ལ་ང་ཚོས་བལྟས་པས་ནི་སྐུའི་རྒྱབ་ཡོལ་དང་ལྷག་པར་དུ་བཞུགས་ཁྲི་དང་དེ་ཚོའི་ཁྲོད་ཀྱང་ངོ་མཚར་ཆེ་ས་མང་པོ་མཇལ་རྒྱུ་འདུག་ང་ཚོའི་རྒྱུད་རང་གི་རྣ་ལོག་ཡིན་ན་ཤར་དུ་རྨ་བྱའི་ཁྲི་ལྷོར་རྟ་ཡི་ཁྲི་བྱང་དུ་མཁའ་ལྡིང་གི་ཁྲི་ཟེར་ཡ་དེ་འདྲ་མང་པོ་རྒྱུད་ཀྱི་རྣ་ལོག་དངོས་སུ་དེ་འདྲའི་དཀྱིལ་འཁོར་ཞིང་ལྡེབས་ལ་སོགས་པ་ལ་བཞུགས་ཁྲིའི་ཚབ་དེ་ཚོའི་ཁྲོད་ཀ་ལ་དངོས་སུ་བཞུགས་ལུགས་མཐོང་གི་ཡོད་རེད་འདུག་ང་ཚོ

ངོས་འཛིན་བྱེད་ཀྱི་ཡོད་རེད། སྤྱིར་བཏང་གཏིང་སྐྱེས་རྫོང་འདི་དང་ལྷག་པར་དུ་གཞིས་ཀ་རྩེ་ས་ཁོངས་འདིར་འཛམ་གླིང་གི་ས་བབ་ཆེས་མཐོ་ཤོས་ཀྱི་ས་བབ་ཅིག་ཆགས་ཀྱི་ཡོད་རེད། སྤྱིར་བཏང་ཤིང་འདི་ལྟ་བུ་ཞིག་ཡ་ཚང་ལ་བྱུང་བ་ཡིན་ན་མི་ལོ་སྟོང་ཕྲག་གི་ཕར་ཆེ་འགོར་གྱི་མ་བྱུང་བསམ་བསམ་འདི་འདྲའི་གི་ཚད་ཤིག་ཅིག་སླེབས་ཀྱི་ཡོད་རེད། ཡིན་ན་ཡང་སྐབས་དེ་ཙམ་པ་ལྟར་ཤིང་འདི་སྐྱེས་པའི་བརྒྱུད་རིམ་ནང་ལ་ས་སྐྱའི་ཆོས་སྐྱོང་གོང་བུ་གུར་དང་དཔའ་ལྡན་ལྷ་མོ། དཔའ་མགོན་ཞལ་བཞི་པ་ད་ལྟའི་ས་སྐྱའི་སྲུང་མའི་ནང་ནས་ཚོགས་གཙོ་བོ་དེ་འདི་གསུམ་བརྩི་གི་ཡོད་རེད། སྤྱིར་བཏང་འདི་ཚོའི་ཁྲོད་ཀ་འབྲོང་ལུང་སྟག་སྒྲ་ལས་སྤྲུལ་ཅིང་སྲུང་སྐྱོབ་བྱེད་པའི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཤེས་ཀྱི་ཡོད་རེད། འདི་གི་རྒྱུ་མཚན་སྐོར་ནས་ཡང།

འཛུགས་སྐྲུན་གྱི་ཉམས་ཟིན་ཡོད་ལ་ཁྱད་ཆོས་གཙོ་བོའི་ཁ་ཆ་བཞི་ཆ་ཚང་དེ་འདིའི་ནང་ལ་ཚང་བསྡད་པ་འདི་འདྲ་ཞིག་རེད་འདུག་བ། སྙིང་གི་ཏང་ལ་ཡང་སྐྱིད་འདི་ཚོ་ཆོ་ག་འདི་རྒྱུགས་མཇལ་ཨི་དཀའ་རྩ་འདི་རེད་ད་དཔེར་ན་འདི་ཚོ་ཆོ་ག་ལ་ཡིན་ན། མགོན་པོ་གུ་རུ་དཔལ་ལྡན་ལྷ་མོ་འདི་ཚོའི་ཆོ་ག་ཡོད་རེད་ད། བཞུགས་ཁྲི་སྤྱི་ལ་འདི་འདྲས་ཀྱི་འཆར་འགོད་བྱས་པ་དེ་སྲུང་མ་འདི་འདྲས་འཆར་འགོད་བྱས་པ་དེ་དཀོན་པོ་ཞེ་དྲག་རེད་ཡིན་ན་ཡང་དེ་ས་སྐྱའི་སྲུང་མའི་ནང་ནས་ཆེས་གཙོ་བོ་དེ། དེ་ནི་མགོན་པོ་གུ་རུ་དང་ཡུམ་མཇལ་ཨི་དཀའ་རྩ་དེ་ད་དཔལ་ལྡན་ལྷ་མོ་འདི་བརྩི་འགྲོ་གི་ཡོད་རེད་དེ་འདི་ཚོ་ད། དེ་ཚོའི་ཁྲོད་ཀྱི་འཆར་འགོད་བྱས་པའི་རྟགས་ལས་ས་སྐྱ་རང་གི་འཛུགས་སྐྲུན་ཡིན་པ་དང་ས་སྐྱ་རུ་འཛུགས་སྐྲུན་བྱས་པ་དེ་ར་སྤྲོད་ཐུབ་ཀྱི་ཡོད་རེད་བྱས་ཙང་དེ་གི་འཛུགས་སྐྲུན་གྱི་ཉམས་ལེན་བལྟས་པ་ཡིན་ན་ཡང་ང་ཚོ་བོད་རིགས་ལ་ཆེས་ཐོག་མའི་དུས་སྐབས་འདིའི་སྐབས་ལ་ཡིན་སོང་ན་བོད་རིགས་རང་གི་སྐུ་བརྙན་བཟོ་ཚགས་ཀྱི་རིག་པ་དེ་ཧེ་ཕུལ་དུ་ཕྱིན་པ་ཡིན་པ་ར་སྤྲོད་ཐུབ་ཀྱི་རེད་ར་སྤྲོད་ཐུབ་ཡ་ཞེ་དྲག་རེད་བྱས་དཔེར་ན་ང་ཚོས་ད་ལྟའི་ཆ་ལ་བཞག་པ་ཡིན་ན། བའི་ཅིང་བའི་དང་སི་ཟེར་ཡ་མཆོད་རྟེན་དཀར་པོ་ཟེར་ཡ་དེ་འདི་དང་དེ་ནས་ཧྲན་ཤིའི་ཝུའུ་ར་ཧྲན་གྱི་ཅིའི་མཆོད་རྟེན་དཀར་པོ་དེ་ཚོའི་ཁྲོད་ཀ་དང་དེ་ནས་སུའུ་ཀྲའོ་དང། དེ་ནས་ད་དགོངས་པ་མང་པོ་གཅིག་གི་ནང་ལ་ཡིན་ན་ཆོས་རྒྱལ་འཕགས་པའི་སྐབས་ཀྱི་བོད་ཀྱི་འཛུགས་སྐྲུན་གྱི་ལྷ་ཁང་མང་པོ་མཐོང་རྒྱུ་ཡོད་རེད་ད་དེ་ཚོའི་ཁྲོད་ཁག་གི་འཛུགས་སྐྲུན་རི་མོ་དེ་ཚོ་དངོས་སུ་མཐོང་རྒྱུ་ཡོད་རེད་སྐབས་དེ་དུས་བརྩམས་པ་རྒྱ་ནག་རིག་གནས་དེ་ལོ་རྒྱུས་ཕུལ་དུ་ཕྱིན་པ་ལྷག་པར་དུ་ཐང་རྒྱལ་རབས་ཀྱི་སྐབས་ནས་ལོ་རྒྱུས་ཆེན་པོ་ཡིན་དུས་བརྩམས་པ་འཛུགས་སྐྲུན་ཕུན་སུམ་ཚོགས་པོ་བརྩི་གི་ཡོད་རེད་དེ་ཡིན་ན་ཡང་ལྷ་སྐུ་བརྟན་བཞུགས་བྱེད་ཡ་ལས་བོད་ནས་གདན་འདྲེན་ཞུ་དགོས་པའི་དུས་སྐབས་དེ་ཆགས་དུས་བརྩམས་པ་སྐབས་དེ་དུས་བརྩམས་པ་ས་སྐྱའི་རིག་གནས་དེ་བོད་ཀྱི་མཚོན་ཐབས་རང་བཞིན་གྱི་རིག་གནས་དེ་ཆགས་ཀྱི་ཡོད་པ་མངོན་གསལ་དོད་པོ་ཞིག་རག་རེད་དེ་ཡིན་དུས་བརྩམས་པ་སྐབས་དེ་བརྩམས་པ་ས་སྐྱའི་མི་སྣ། ནི། ཕྱི་ལ་ཕྱིན་རྗེས་ཕྱི་ལོགས་ལ་འཛུགས་སྐྲུན་ཇི་ཡག་གི་དུས་སྐབས་ཅིག་ཆགས་ཀྱི་ཡོད་རེད་དེ་ཆེས་མཐོ་པོ་རེད་འཛུགས་སྐྲུན་ད་ལྟ་འདྲ་ཡིན་ཟེར་ན་ང་ཚོས་ཁང་པ་ཅིག་བཟོ་དགོས་ཀྱི་ཡིན་ན་ང་ཚོ་བོད་རིགས་རང་གིས་འཛུགས་སྐྲུན་བྱ་དགོས་ཡོད་པ་དེ་ལ་བོད་རིགས་རང་གིས་དག་སྣང་མ་བྱས་མི་གཞན་གྱིས་སྣང་བ་ཚད་ཆེ་དྲགས་ཡོང་གི་མེད་དུས་ཙམ་ལ་ཁང་པ་ཅིག་བརྒྱབ་དགོས་ན་ཕྱི་ལོགས་ནས་ཡག་འཛུགས་སྐྲུན་པ་མས་གདན་དྲངས་དགོས་ཀྱི་ཡོད་པ་དེ་འདྲ་ཅིག་དུས་སྐབས་ཅིག་ཆགས་པ་རེད་དེ་གི་དཔང་རྟགས་ཀྱི་སྟངས་ནས་ང་ཚོའི་དུས་རབས་འདིའི་སྐབས་ལ་བོད་པའི་རིག་གནས་དེ་ཚད་མཐོ་རུ་ག་ཚོད་སླེབས་མིན་དེ་ལོ་རྒྱུས་ཀྱི་རྒྱབ་ལྗོངས་དག་ནས་དཔང་པོ་ཐུབ་ཐུབ་ལ་འོ་དེ་འདྲ་ཅིག་རེད།

དེས་འདི་ཙམ་པ་འདི་འདྲ་ཡིན་གསུངས་ན། འདུ་ཁང་ཆེན་མོའི་ནང་ལོ་ཟླ་སྐུ་གདུང་མཆོད་རྟེན་འདི་བཞེངས་ཡག་དེ་གཙོ་བོ་འདི་འདི་རེད་ལ། ང་དབང་ཕུ་ཐོག་དབང་ཕྱུག་ས་སྐྱའི་གོང་མ་བཞི་བཅུ་ཐམ་པ་དེའི་སྐུ་དུས་ལ་ཡིན་གསུངས་ན་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞབས་ཕྱི་ནས་བཞི་བཅུ་ཞབས་བརྒྱད་བར་དུ་ས་སྐྱའི་ལྷ་ཁང་ཆེན་མོ་ཡོངས་སུ་རྫོགས་པ་ལ་ཉམས་གསོག་ཅིག་མཛད་ཡོད་རེད། ད་ཁོང་གིས་ཉམས་གསོག་མཛད་པའི་ཐུགས་རྗེའི་བཀའ་དྲིན་ལས་རིག་གནས་ས་ཆའི་སྒང་ལ་མི་ལོ་བཅུ་ཕྲག་གི་རིང་དུ་བདག་པོ་རྒྱབ་འགལ་མེད་ན་ཡང། ཆུ་ལ། གནོད་པ་ལ་སོགས་པ་འདི་ཚོ་ཤུགས་ཆེན་པོ་ཞིག་རག་མ་འགྲོ་ཡ་ཤུགས་ཆེན་པོ་ཡོང་བ་དེ་ཁོང་གི་ཐུགས་རྗེ་བཀའ་དྲིན་ད་ལྟ།

རྟགས་ལ་དབྱིངས་ལ་དབུ་མའི་བླང་བ་དོན་ཡོད་ལ་སོགས་པ་འདི་ཚོ་ཆ་ག་ཅིག་འབྱུང་བའི་རེ་བཞག་གཉིས་ལས་དེ་བཞག་གཟུངས་མང་པོ་རྫས་ཐུང་གི་རེ་བཞག་ཐོག་མ་ཡིན་སོགས་ན་འདི་ས་ཆེན་ཀུན་དགའ་སྙིང་པོ་དང་སྐུ་མྱ་ངན་ལས་འདས་ས་དེ་ངམ་རིང་ཆོས་སྡེ་ཡོད་སའི་ས་ཆེན་ནི་སྐྱ་བོ་ཁ་གདངས་སུ་ཡོད་རྒྱུ་ཡོད་རེད་རིགས་ཀྱི་ས་ཆ་དེ་ཡིན་པ་རེད་སྐྱ་བོ་ཁ་གདངས་ནང་དབུས་ལ་ས་ཆེན་ཞིང་ལ་ཤ་ཚ་བའི་རྗེས་ལ་དུས་རབས་བཅུ་བདུན་པའི་ནང་ལ་ད་འཇམ་མགོན་བསོད་ནམས་དབང་ཕྱུག་ཞེས་ཡག་རྗེ་འདི་ཀྱི་སྐུ་དུས་ལ་ས་ཆེན་གོང་མ་དེ་གི་ས་ཆེན་གདན་ས་ལ་ཚུགས་གདན་དྲངས་དུས་ཙམ་པ་དེ་ནི་བཟའ་བཟའ་ཚད་ཡག་པོ་ཅིག་ལ་གདན་དྲངས་ཡག་གི་བཀའ་བསྡུར་མཛད་པའི་ཁབ་ལ་དེ་ཁོ་རང་གི་གསུང་མཆོད་ཅིང། རྒྱལ་པོ་རང་ཡུལ་ལ་ལོག་པ་ལ་གཟའ་དང་སྐར་མ་འགྲིག་གོ་རྒྱུ་མ་འདུག་སུ་ཆད་ཀྱི་གསུང་དང་པོ་དེ་དུས་དུས་བྱོན་པོ་རེད་གསུང་རྗེས་མ་ལ་ཡིན་སོང་རྩ་རྒྱལ་ལྷ་ཁང་ཆེན་མོ་ལ་ཆིབས་བསྒྱུར་གནང་ཚར་བའི་རྗེས་ལ་ཞལ་གསལ་ཕུལ་རྩིས་བྱེད་རྒྱུ་བརྩམས་པ་ད་ང་ང་རང་འདྲ་པོ་ཡོད་རྒྱལ་པོ་རང་ཏོག་ལ་བཞག་རོགས་ཅིག་གསུང་ཡག་འདི་འདྲས་ཀྱི་གསུང་མང་པོ་བྱོས་ཤག་ད་འདིའི་གསུང་ཙམ་ནི་མ་རེད་ང་ཚོ་ལྷ་དུས་རབས་བཅུ་གསུམ་དུས་རབས་བཅུ་དགུ་དང་དུས་རབས་ཉི་ཤུའི་དུས་མགོ་དེ་ཚོའི་ཁྲི་ཀ་ལ་ཡིན་ས་སྐྱའི་གོང་མ་དེ་ཚོའི་ཁྲི་ཀ་ལ་ད་ཆོས་སྲིད་ཆགས་འཇིག་ལ་སོགས་པ་དེ་ཚོའི་ཁྲི་ཀ་ང་ཚོའི་གནས་ཆུང་ཆོས་སྐྱོང་གི་ལུང་བསྟན་མཛད་པ་ནང་བཞིན་ད་ཆ་སྐྱའི་ས་སྐྱའི་ཆོས་བརྒྱུད་ལས་ནས་འདི་གི་ལུང་བསྟན་མང་པོ་མཛད་ཐུབ་ཀྱི་འདུག་དེའི་འདུག་ཙམ་པ་འདིས་ནས་ས་སྐྱ་རང་གི་ཆོས་བརྒྱུད་ངོས་ནས་བྱས་སོང་ན་ཡང་ངོ་མཚར་ཆེ་ས།

དེ་ནས་ད་ལྟ་ད་བསྟན་འཚོལ་བྱེད་བསྟན་འཚོལ་ཆེད་ལས་ཡོད་སྐྱོང་གིས་དེ་ན་སྐུ་ཞིང་ཡོད་སྐྱོང་གིས་རྗེ་བཙུན་གྲོ་མ་ཞིག་འདུག་པ་ལ་དེ་ང་ཚོ་བོད་བརྒྱུད་ནང་བསྟན་གྱི་ངོས་ནས་བཤད་སོང་ན་ཡང་དཔེ་ངོ་མཚར་ཆེན་པོ་ཞེ་བོ་རེད་འདུག་ལ་དེ་ཡིན་ན་ལུང་བསྟན་གྲོ་མ་ཞུ་ཡ་དེ་རེད་ལ་ལུང་བསྟན་གྲོ་མ་དེ་ཡིན་ན་ཆོས་རྗེ་དཔལ་ལྡན་ཨ་ཏི་ཤ་བོད་ལ་ཐོག་མར་ཆིབས་བསྒྱུར་མཛད་ཡོང་དུས་གནས་སྐབས་སུ་དེ་ནས་བོད་ལ་ཆིབས་བསྒྱུར་མཛད་པ་ཡིན་ན་བསྟན་པ་སྤྱི་ལ་ཕན་ཐོགས་ཇི་ལྟར་ཡོད་མིན་ལ་སོགས་པ་དེ་ཚོ་གི་རྗེ་བཙུན་གྲོ་མའི་ལུང་མཛད་པའི་རྣམ་ཐར་ལོ་རྒྱུས་ཆིག་གྱུར་པ་འདི་ལུང་བསྟན་བཙན་རྒྱལ་གྱི་རྗེ་བཙུན་གྲོ་མ་དེ་འདི་རེད་ཟེར་གྱིས་གསུངས་ཀྱི་འདུག་འདི་འདྲ་ཡིན་སོང་ན་ཇོ་ཆེ་པ་འདི་ཨ་ཏི་ཤ་ཐོག་མར་བོད་ལ་ཆིབས་བསྒྱུར་མཛད་དུས་ཙམ་དུ་གྲོ་མ་ཆེ་ཞེས་ཟེར་ལུང་བསྟན་སྒྲོལ་མ་དང་བཙོན་ཐོག་སྒྲོལ་མ་དང་བྱིན་རླབས་སྒྲོལ་མ་དང་གཡུ་ཐོག་སྒྲོལ་མ་སི་གངས་ཅན་ལྗོངས་ལ་གདན་དྲངས་པ་རེད་བཞག་དེའི་ནང་ལོགས་ནས་ད་གཡུ་ཐོག་སྒྲོལ་མ་དེ་ཡིན་ན་ཁོ་རང་གི་སློབ་མའི་གཙོ་བོ་དེ་འབྲོམ་སྟོན་པ་རྒྱ་བལ་འབྱུང་གནས་ཡིན་དུས་ཙམ་དུ་འབྲོམ་སྟོན་རྒྱ་བལ་འབྱུང་གནས་ལ་གནང་བྱོན་སྤྱི་ལོ་ཆིག་སྟོང་བརྒྱ་མེད་ལྔ་བཅུ་ང་དྲུག་ལོ་ལ་དེ་ནི་རྭ་སྒྲེང་གཙུག་ལག་ཁང་ཕྱག་བཏབ་ཀྱིས་འདི་ལ་གདན་དྲངས་ནས་རིང་མིན་ས་ཕྱེད་པ་དུ་བཞུགས་པ་རེད་རིང་མིན་ས་ཕྱེད་ཀ་ལ་གཡུ་ཐོག་སྒྲོལ་མ་དེ་ཉམས་ཆག་ཤོར་འགྱོག་རེད་སྐུ་བཞེངས་འགྱོག་དེ་རེད།

མུ་སྟེགས་འཕྲོག་བྱེད་དགའ་བོ་དང་རྩོད་པར་མཛད་དུ་བཏང་བ་འཇམ་དབྱངས་ཀྱི་ལུང་བསྟན་པ་རེད་ཟེར་ཡ་གི་འཇམ་དབྱངས་ཀྱིས་འདི་རེད་འཇམ་དབྱངས་རྩོད་རྒྱལ་མ་ཟེར་གང་ཟེར་ན་འདི་གི་ལུང་བསྟན་དབུ་སྙུང་མཛད་པ་ལ་བརྟེན་བྱས་ཏེ་མུ་སྟེགས་ཀྱི་རྩོད་པ་ལས་རྒྱལ་བར་མཛད་པ་རེད་བྱས་ཙང་འདིའི་རྒྱུ་མཚན་ཁོ་ནས་འཇམ་དབྱངས་རྩོད་རྒྱལ་མ་ཟེར་ཞེས་གསུང་གི་ཡོད་ད་འདི་འདྲ་ཡིན་གསུང་ན་དེ་ཚོ་གཉིས་འདྲ་ཡིན་ན་ཡང་ང་ཚོ་བོད་བརྒྱུད་ནང་བསྟན་གྱི་ཡང་འཕེལ་རྒྱས་ལོ་རྒྱུས་ཀྱི་རྒྱབ་ལྗོངས་ལ་ཡིན་ན་དཔེར་རིན་ཐང་ཆེན་པོ་རུང་བ་གཅིག་ནི་གང་ཟེར་ན་བྱོན་སོ་པ་འདི་ཨ་འདི་བྱས་ཏེ་ང་ཚོ་བསྟན་པར་ཕྱི་དར་གྱི་བརྩོན་པའི་གཙོ་བོ་དེ་འདི་ཆགས་འགྲོ་གི་ཡོད་རེད་ཁོང་གི་གདན་དྲངས་པ་འཇིག་རྟེན་ངོ་མཚར་ཆེན་པོ་རེད་གཉིས་པ་དེ་ཡིན་གསུང་ན་འཇམ་དབྱངས་རྩོད་རྒྱལ་མ་དེ་ཡིན་ན་འཇམ་མགོན་ས་སྐྱ་པ་འདི་དག་གིས་འཕྲོག་བྱེད་དགའ་བོ་ལ་རྩོད་པར་མཛད་དུ་བཏང་བ།

ཕྱིས་བྱུང་དགའ་ལྡན་སྲིད་གཞུང་དུས་རབས་ལ་ཡིན་ཚོ་ན་བོད་ས་ལ་ཡིན་ན། ཞོ་དོད་པའི་ཟངས་ཚ་དེ་དང་བརྩེ་དུང་ཟངས་མཚོ་དེ་སྐད་གྲགས་ཆེན་པོ་ཞེ་དྲག་ཆགས་པ་རེད། འདི་ཆགས་འོང་དུས་ནང་པ་བརྩེ་དུང་ཟངས་མཚོ་དེ་ཡིན་ན་གསར་གཏོད་པ་དེ་ས་སྐྱའི་གོང་མ་ཀུན་དགའ་དབང་རྒྱལ་ཞེས་ཡོད་ཀྱི་རེད་ཁོང་གིས་གསར་གཏོད་མཛད་རྗེས་བརྩེ་དུང་པའི་ཟངས་མཚོའི་མི་དང་པོ་དེ་ལ་མི་རྗེ་ནོར་བཟང་ཟེར་མི་རྗེ་ནོར་བཟང་གི་ལག་ཚ་དང་པོ་དེ་ཡིན་ཟེར་བ་རེད་བྱས་ཙང་དེ་ཡང་ལག་རྩིས་ར་བྱེད་རྒྱུ་རྫོགས་མ་བརྩེ་དུང་པའི་ལག་བཟོ་དང་པོ་དེ་ཡིན་དུས་ཡང་ཁོའི་རྒྱུ་ཚགས་རིན་ཐང་གི་ཁ་ནས་ཆེས་ཕུན་སུམ་ཚོགས་པའི་ལག་རྩ་མཛད་ཟེར་བ་དེ་འདྲ་ཆགས་ཀྱི་རེད།

རྡོ་རྡེབ་མ་དང་རྟ་རྒྱག་མ་དང་ཟིང་གེ་དེ་འདྲ་ཡོད་རེད་ད་ཁ་ཤས་ཀྱིས་ངོས་འཛིན་ག་རེ་བྱེད་དགོས་རེད་ཟེར་ན། ཆེན་པོ་དེ་སྤུ་རི་ཆེན་པོ་རེད་ཤེས་དང་རྟ་གཅིག་གི་རྒྱབ་ལ་ཁྱོགས་བཙོ་གཅིག་ཡོད་རེད། རྡོ་གཅིག་གི་རྒྱབ་ལ་ཁྱོགས་བཙོ་ཡོད་རེད་འདི་གི་ཕྱི་ནས་གཡག་རྒྱབ་མ་དང་རྫོ་རྒྱབ་མ་དང་དེ་འདྲ་ཟེར་གི་ཡོད་རེད་འདི་དོན་དག་མ་རེད། འདི་དགྲ་ཡིན་གསུངས་ན། གཡག་རྒྱབ་མ་རེད་བ་བོ་ར་གབ་ད་གད་དེ་རྒྱག། གང་ཟེར་ན། ང་ཚོ་དུས་རབས་བཅུ་གསུམ་བཅུ་བཞི་གི་སྒང་ལ་ཁྱིམ་ཚང་གཅིག་ཕྱུགས་བདག་ཡིན་མེད་དེ་རྟ་གྲངས་ཚད་ག་ཚོད་ཡོད་མེད་དང། ཕྱུགས་ཕྱུགས་ག་ཚོད་ཡོད་མེད་ལུག་ག་ཚོད་ཡོད་མེད་འདི་ཚད་ཀྱི་སྟངས་ནས་གྲངས་ཀའི་རྩིས་ཀྱི་ཡོད་རེད་དེ་ལྟ་བུ་དང།